ཐོབ་ཚན་རྒྱལ་པ་ཨ་མའི་གདམ་ག་ངའི་སློབ་གྲྭ་ཆེན་མོར་རྒྱུགས་འཕྲོད་པའི་ལྡབ་འགྱུར་ལག་ཏུ་འབྱོར་རྗེས་ངའི་སེམས་ལ་དགའ་བ་དང་སྐྱོ་བས་ཁེངས་སོང། དགའ་བ་ནི་རང་གིས་བློ་དུ་མར་སློབ་སྦྱོང་ལ་འབད་པ་བྱས་པར་གྲུབ་འབྲས་ཐོབ་པས་ཡིན། སྐྱོ་བ་ནི་རྒྱུགས་འཕྲོད་ཀྱང་སློབ་གྲྭར་འགྲོ་མི་ཐུབ་པ་དེས་ཡིན། ད་ལྟ་ངེད་ཚང་ལ་སློབ་གྲྭ་ཆེན་མོ་གཉིས་ཡོད་དེ། ཨ་ཆེན་ནི་སློབ་ཆེན་ལོ་རིམ་གསུམ་པའི་སློབ་མ་དང། ཕོ་བོ་ནི་སློབ་ཆེན་ལོ་རིམ་གཉིས་པའི་སློབ་མ་ཡིན། ལོ་འདི་འགར་སློབ་གྲྭ་ཆེན་མོའི་སློབ་ཡོན་ཇེ་མཐོ་ནས་ཇེ་མཐོ་ཡིན་པར་མ་ཟད། ད་དུང་ཟི་རིན་ཡང་རང་གི་དྲུག་གི་བུ་ཕོ་བོ་དང་ཨ་ཅེ་གཉིས་ཀྱི་སློབ་ཡོན་སྤྲོད་པའི་ཆེད་དུ་ཕྱུགས་ཟོག་འགའ་ཡོད་པའང་བཙོངས་ནས་ཚར་ལ་ཁད་ཡོད། སློབ་གྲྭ་ཆེན་མོ་བ་གསུམ་སྐྱོང་བ་ནི་ཞིང་བ་དབུལ་བོ་ངེད་ཚང་ལྟ་བུའི་མཁས་ཀྱི་གཅོག་པ་ཞིག་གཏན་ནས་མིན་པས། ངས་གཅིག་འཕྲོད་ཀྱང་སློབ་གྲྭར་འགྲོ་རྩིས་བྱས་མེད། ཕྱི་དྲོར་ཁྱིམ་དུ་སླེབས་པ་ན་ཨ་མ་ཁྱིམ་དུ་མི་འདུག། སྟོན་ར་དུལ་པའི་སྒང་ཡིན་པས་ང་གཡུལ་ཁར་སོང་བ་ན། ཨ་མའི་གཡུལ་ཁ་རྣམས་འབྲི་རིགས་གཉའ་ར་བྱེད་ཀྱིན་ཡོད། ཨ་མས་ང་མཐོང་ནས་རྒྱུགས་འཕྲོད་ཡོད་མེད་དྲིས་བྱུང། ངས་ཨ་མར་ལྟ་དུས། མིའི་གདོང་གི་གེགས་ཉེར་ཇེ་མང་དང། སྐྲ་དཀར་པོ་ཇེ་མང་དུ་སོང་ཡོད་པའི་སྣང་བ་སྟེར་བས། ངས་རང་གིས་རྒྱུགས་འཕྲོད་ཡོད་པ་ཨ་མར་བཤད་མ་ཕོད། ཨ་མའི་གཡང་སྐྱར་དྲིས་ཀྱང་ངས་ལན་མ་བཏབ་པར་ཁ་རོག་གེར་བསྡད་པ་ན། མོས་ངས་རྒྱུགས་འཕྲོད་མི་འདུག་སྙམ་སྟེ་ད་ལོར་རྒྱུགས་མ་འཕྲོད་ཀྱང། སང་ལོར་མུ་མཐུད་དུ་རྒྱུགས་སྤྲད་ཆོག་ཅེས་ང་ལ་སེམས་གསོ་བྱས་བྱུང། ལོ་གསུམ་གྱི་སྔོན་ལ་ཨ་ཕ་འདས་པས་ཁྱིམ་ཚང་གི་ཁག་ཁར་ཨ་མ་གཅིག་པའི་ཁྲག་ཐུག་ལྷུང་ཡོད། ཨ་མའི་ནང་སྔ་ལངས་དང་སྒོང་ཕྱི་ཉལ། སེན་མགོ་ཁྲག་དང་སེན་རྟིང་རྣག་བྱས་ཏེ་ལས་ཀ་བྱས་ཀྱང། ཁྱིམ་ཚང་གི་ཁ་རྒྱབ་འཁེལ་བར་དཀའ་བའི་གནས་སུ་གྱུར་འདུག་དགོང་མོར་ནུབ་ཚ་མཐོང་སྟེ། ཨ་མའི་གཡང་སྐྱར་ངའི་དོན་ངོ་མར་རྒྱུགས་འཕྲོད་ཡོད་མེད་ནན་གྱིས་དྲིས་པས། ངས་དྲང་མོར་བཤད་པ་ཡིན། ཨ་མས་ངའི་རྒྱུགས་འཕྲོད་ཡོད་པ་ཤེས་རྗེས་གདོང་ལ་དགའ་བའི་འཛུམ་ཞིག་ཤར་ཏེ། ཁྱོད་ཀྱིས་གཅིག་འཕྲོད་སོང་ན་སློབ་གྲྭར་ངེས་པར་དུ་འགྲོ་དགོས། གནས་སྐབས་སུ་ངེད་ཚང་ལ་དཀའ་ཁག་ཆེ་ནའང། ཁྱོད་མིང་སྲིང་ཚོས་སེམས་ཁྲལ་བྱེད་མི་དགོས། ཟེར། ང་ཚོ་མིང་སྲིང་གསུམ་གྱིས་སློབ་གྲྭ་དོད་ན་ཁྱིམ་ཚང་གི་མཁས་ཀྱི་དམག་ཆགས་པ་ཨ་མའི་ལས་ཤེས། ངའི་ཚང་གི་ད་ཡོད་གསོག་ཉལ་གྱིས་ཨ་ཅེ་དང་ཕུ་བོ་གཉིས་ཀྱི་ལོ་གཅིག་གི་སློབ་ཡོན་ཡང་མི་འདང། ད་ལྟ་ངའི་ཚང་ན་མགོ་བོའི་ཁང་བ་མ་གཏོགས་རིན་ཐང་ཅན་ཞིག་མེད། ངས་ཁོ་ཚོར་ཁྱིམ་ཚང་གི་དཀའ་ཁག་ཇེ་ཆེར་མི་གཏོང་བའི་ཆེད་དུ་ངའི་རྒྱུགས་མ་སྤྲོད་གོང་ནས་སློབ་གྲྭ་ཆེན་མོར་འགྲོ་རྩིས་བྱས་མེད་པ་དང། ངའི་རྒྱུགས་སྤྲོད་དོན་ནི་ངས་སློབ་སྦྱོང་བཟང་བོ་བྱས་ཡོད་པ་ར་སྤྲོད་བྱེད་པའི་ཆེད་དུ་ཡིན་པ་ཁོ་ཚོར་བཤད་པ་ན། ཨ་ཅེ་དང་ཕུ་བོ་གཉིས་ལ་སེམས་འགུལ་ཐེབས་པ་དང། ཕུ་བོས། ཨ་མའི་སློབ་གྲྭ་ཆེན་མོ་འོག་སེམས་སྐྱོང་ཐབས་མེད་པས། ཕ་མེད་ན་བུའི་ཁྱིམ་ཚང་གི་ཁག་འཁར་འཁུར་དགོས་པས་ཁོས་སློབ་བཤོལ་བྱས་ནས་ཡིད་ལ་ཡོང། ང་སློབ་གྲྭར་འགྲོ་རུ་ཆུག་ཟེར། ངས། ཕུ་བོ་ལོ་གཉིས་ཀྱི་རྗེས་སུ་མཐར་ཕྱིན་གྱི་ཡིན་པ་དང། སློབ་བཤོལ་བྱས་ན་སྔོན་གྱི་འགྲོ་སོང་ཐམས་ཅད་ཕྱི་སེལ་དུ་བཏང་བ་རེད། དེ་ལས་ང་ལ་འགྲོ་སྒོ་ཅི་ཡང་བཏང་མེད་པས་ངས་སློབ་གྲྭ་མ་བཏོན་ན་འགྲིག་པ་བཤད་པ་ན་ཚང་མས་དེའང་བདེན་སྙམ་ཞིང། རེ་ཞིག་ལ་བྱ་ཐབས་ས་ནས་ཁ་རག་གིར་འདུག། དེ་ནས་ཨ་མའི་སློབ་ཡོན་གྱི་ཐད་ནས་མོས་སྔོན་ནས་བསམ་བློ་བཏང་ཡོད། ངེད་ཚང་གི་ཁང་བ་བཙོང་དགོས་ཟེར། དེའི་ཐོས་པས་ངེད་མིང་སྲིང་གསུམ་པོ་ཧ་ལས་པར་གྱུར། ཁང་བ་བཙོང་ན་ང་ཚོ་གང་དུ་སྡོད་དམ། ཡང་གཅིག་བཤད་ན། ངེད་ཚང་གི་ཁང་བ་གསར་དུ་ཕུབ་ནས་ལོ་ལྔ་ལས་འགོར་མེད། ཨ་ཕ་དང་ཨ་མ་གཉིས་ཀྱིས་ཀ་བ་རེ་རེ་དང། ལྕམ། རྒྱུགས་རེ་རེ་བྱས་ནས་ལོ་མང་པོར་ཤིང་ཆབ་བསགས་ནས་ཕུད་པ་ཡིན་པས། ཁང་བ་བཙོང་བ་ནི་དཔེ་མི་སྲིད་པ་ཞིག་རེད། ང་ཚོ་མིང་སྲིང་ཚང་མས་ཁང་བ་བཙོང་ན་ཨ་ཕས་བླ་སྲུང་བ་རེད་སྙམ། ཨ་མའི་ཉན་གྱི་སེམས་ཁྲག་དག་ཡིན་ནས་ངེས་པས་ང་དང་ཨ་ཅེ་ཡང་ངེས་པ་ཡིན། ཨ་མའི་བསམ་ཚུལ་ཡིན་ན་ངེད་ལགས་ཟིན་པས་ངེས་པར་དུ་སློབ་གྲྭ་འདོན་དགོས། སློབ་ཡོན་བཙལ་བར་གནས་སྐབས་སུ་ཁང་བ་ཚོང་བ་ལས་ཐབས་མི་འདུག་རྟེན་འགའི་སྔོན་ལ་མིས་ཚོང་བ་ཞིག་ལ་ཁང་བ་ཚོང་རྩིས་བྱས་ཡོད་པ་དང། ཚོང་བ་དེས་སྒོར་མོ་ཁྲི་གསུམ་དང་སྟོང་བར་ང་སྟེར་ཟེར། ངེད་མིང་སྲིང་གསུམ་སློབ་གྲྭར་སོང་ཐལ་ན་མོ་གཅིག་པུ་ལས་མེད་པས་འདི་འདྲའི་ཁང་བ་ཆེན་པོ་ཞིག་རྒྱུན་འཁོར་མེད་པ་དང་ད་ལྟ་ངའི་ཚང་གི་བྱ་བ་ཆེས་གལ་ཆེ་བ་ནི་ཁང་བ་བཙོང་དང་མི་བཙོང་བ་དེ་མིན་པར། ངེད་མིང་སྲིང་གསུམ་པོས་སློབ་གྲྭ་འདོན་ཐུབ་མིན་དེ་ཡིན་ཟེར་བས། ང་ཚོར་ཡང་བཤད་རྒྱུ་མེད་པར་གྱུར། བསམ་བློ་ཞིག་བཏང་ན། ང་ཚོ་མིང་སྲིང་གསུམ་སློབ་གྲྭ་ནས་མཐར་ཕྱིན་གྱིས་ཁང་བ་འདི་འདྲ་ཞིག་ཀྱང་ཕུད་མ་ཐུབ་ན། ང་ཚོས་རིག་གནས་སྦྱངས་པའང་སྟོང་བ་མ་ཡིན་ནམ་སྙམ། ཉིན་དགུའི་རྗེས་སུ་ང་ཚོས་ངེད་ཚང་གི་དགེ་བཤེས་ན་ཡོད་པའི་རྩྭ་ཁང་དེའི་ནང་དུ་ཐབ་ཀ་དང་ཚ་ཐབ་བཅུག་ནས་གཙང་སྦྲ་བྱས་རྗེས་ང་ཚོ་དེའི་ནང་ལ་སྤར་བ་དང། ཁང་བ་ཉོ་མཁན་གྱི་ཚོང་བ་ཡོང་ནས་ཁང་བ་བཤིག་སྟེ་ཤིང་ཆ་དྲིལ་ནས་སོང་བས། ངས་ཁང་བ་བཤིག་ཤུལ་གྱི་བྱང་ཆིངས་མཐོང་ནས་སེམས་པ་སྟོང་ལྷང་ལྷང་དུ་གྱུར་པ་དང། ཨ་ཕ་དྲན་ནས་ངུས། གལ་ཏེ་ཨ་ཕ་འདི་མེད་ན་ངའི་ཚང་ནི་འགས་གང་ཡང་བཙོང་རྒྱུ་པའི་གནས་སུ་གྱར་ག་ལ་སྲིད། ཨ་ཕ་ནི་ཁྱིམ་ཚང་ཞིག་ལ་འཚོ་ན་དགའ་བ་དང་འདྲ་སྟེ་དགའ་བ་འཇལ་ན་ཁང་བའང་འཇལ་འགྲོ་བ་རེད་སྙམ། སྐབས་དེར་ཨ་མ་ཚུར་ཡོང་ནས་ང་ལ་སེམས་མི་སྐྱོ་གི་དོན་མེད། ཁང་བ་ཚང་རྗེས་ཡང་བསྐྱར་གསར་བ་ཕུབ་ཆོག་པ་དང། ཡོན་ཏན་སློབ་པའི་སྐལ་བ་བཟང་པོ་ཤོར་སོང་ན་ཕྱིར་ཡོང་རྒྱུ་ཡོད་པ་མ་རེད། སློབ་གྲྭར་མ་སོང་ན་ཨ་མ་ལྟ་བུ་རེད། ཡི་གེ་ག་ངོ་ཙམ་ཡང་མི་ཤེས། དུད་འགྲོ་ལྟ་བུ་རེད། ལྕགས་ཁེམ་དང་ཟོར་བའི་ལས་ཀ་ཙམ་ལས་ལས་བྱེད་མི་ཤེས་ཟེར་བས། ནི། ཨ་མ་ནི་ཡོན་ཏན་ལ་སྨོན་པའི་ཨ་མ་ཞིག་དང་མིག་རྒྱང་རིང་བའི་ཨ་མ་ཞིག་ཡིན་པ་ཤེས་སོང། མིང་ཚིག་ཚགས་བསྡུ་བྱེད་པ། ར་ནག་རྟགས་སྣ་ཀ་བཞག་རྣག་རྣག་རྣག།